ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གི་གདན་ས། བཀྲ་ཤིས་བློན་པོའི་དགོན་པ་དེ་ནི་ཐོག་མར་བོད་དུ། ཕྱི་ལོ་ཆིག་སྟོང་བཞི་བརྒྱ་བཞི་བཞི་བདུན་ལོར། རྒྱལ་དབང་སྐུ་ཕྲེང་དང་པོ། རྗེ་དགེ་འདུན་གྲུབ་པས་ཕྱག་བཏབ་གནང་བའི་དགོན་པ་ཞིག་ཆགས་ཀྱི་ཡོད་པ་རེད་ལ། བྱས་སོ། གདན་ས་བཀྲ་ཤིས་བློན་པོའི་དགོན་པ་དེ་ནི་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ། བདུན་ཅུ་དོན་གཉིས་ལོར་ཕྱག་བཏབ་གནང་བ་བཞིན་པ་དང། ད་བར་གདན་ས་འདིའི་ནང་ལོ་ལ་ཡར་མཁན་ཐོག་རིམ་པ་ལྔ་བྱོན་ཟིན་ཅིང། ཉེ་ཆར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། གྲྭ་ཚང་དེ་སྐར་ཆེན་བློ་བཟང་ཤེས་རབ་མཆོག་མཇལ། མཁན་རྡོ་དྲུག་པས་ཕྱག་རྟགས་བཀའ་ཡིག་ཕེབས་པ་ཞེས་གསུངས་ཀྱི། ད་རིང་ཕྱི་ཟླ་བདུན་པའི་ཚེས་ཉིན་རྩ་བདུན་ཉིན་མོ་དེར་ཡང་ཁོང་མཁན་པོ་གསར་པའི་ཁྲི་འདོན་མཛད་སྒོ་འཚོགས་གནང་ཡོད་པ་རེད། ཁམས་པའི་མིང་ཞིག་ཐོགས་དུས་བསམ་པ། ཨ་ནི་ད་ལས་ཀ་ག་རེ་བྱེད་བ་རེད་ཞེས་ཞུས་ན། ད་གཙོ་བྱེད་ཤོག་ད། ཆོས་ཕྱོགས་ཀྱི་ལག་པ་སློབ་གཉེར་ཡར་གྱིས་བཏང་ཡག། ཨ་ནི་མདོ་སྔགས་ཟུང་འབྲེལ་གྱི་བཤད་སྒྲུབ་འཆད་ཉན། ད་དེ་བྱས་ཏེ་ཁམས་པའི་འགན་གཙོ་དེ་དེ་ཆགས་ཡོད་རེད། ད་དེ་དང་ཕྱོགས་མཚུངས་ཀྱི་ནི་ང་ཚོ་ཡང། བཀྲ་ཤིས་ལྷུན་པོ་ལ་མི་ཚར་གྱི་འགན་འཕར་མ་ཡོད་འདི་བ་ཅིག་ནི་པན་ཆེན་རིན་པོ་ཆེ་དང་བློ་གྲོས་ཡོང་ཡག་སྐོར་ལ་ནི་ཕྱོགས་ཐ་ག་ས་ག་བ་ཡང་ད་ང་རང་ཚོ་དེ་ནི་བོད་མི་དབུས་སྒྲིག་འཛུགས་ཀྱི་གཞུང་གི་མཚོན་པའི་ནི་ཕྱི་རྒྱལ་ཁབ་ཁག་རེད་དེ་འདྲའི་ཁྲོད་ལ་འབྲེལ་བ་བྱས་མང་པོ་བྱས་རེད་དེ་ཚོས་ག་ལི་ག་ལི་དེ་ནི་ང་ཚོ་བོད་དགེ་འོས་འདྲིས་ལུགས་དང་ཨ་ནེ་གུང་བའི་སྲིད་སྐྱོང་དང་ཆོས་རིག་བཀའ་བློན་དང་དེ་ཚོ་གང་ག་ལ་མ་བཀའ་སློབ་བཞུགས་གི་བཞུགས་གི་འདུག་སུ་བྱེད་ཡ་ཡིན་ད་རེ་བ་འདྲ་ཅི་ཡོད། ཀྲེ་ཤུ་བློན་པོའི་དགོན་པའི་མཁན་པོ་ཁྲི་ཐོག་ལྔ་བ། གཟིག་རྒྱབ་རིན་པོ་ཆེ་མཆོག་ནས་གྲྭ་ཚང་གི་མཁན་པོ་ལོ་བདུན་ལས་ཡུན་གྱི་རིང་ལ། གྲྭ་ཚང་གི་བཤད་སྒྲུབ་ཆོས་སྤྱོད་ཀྱི་བྱ་བ་ལ་ཧུར་སྐྱེད་གནང་བ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཡིད་རང་བསྔགས་བརྗོད་ཀྱི་བཀའ་ཡིས་ཕེབས་གནང་འདུག། ད་དེ་གཙོ་བོ་དེ་ད་ཅིག་དེ་ནང་ལོགས་ལ་ཡང་བཤད་སྒྲུབ་ཆོས་སྤྱོད་རེད་ཨ་ནི་ཅིག་ག་རེ་འཛིན་སྐྱོང་རེད་ད་ཅིག་ད་མཐུན་རྐྱེན་རེད་གང་ཅིའི་ཐོག་ལ་གང་ཐུག་ཐུག་ཅིག་གནང་བྱས་བྱ་ཟེར་ཡ་ཅིག་དེ་འདྲས་ཅིག་ད་བཀའ་གནང་པ་དེ་འདྲས་ཅིག་རེད་འདུག་ཨ་རེ་བྱས་ཙང་ད་མདོར་བསྡུས་ནས་ཞུས་ན་ཨ་ནི་ད་དེ་འདྲའི་ཐོག་ནས་བྱེད་དུས་ད་ད་ལྟ་བར་དུ་ཕྱི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ད་ག་ནང་བཞིན་དགེ་འདུན་དམངས་ཀྱི་མཉམ་རུབ་ཀྱི་བཀའ་དྲིན་ལ་བརྟེན་ནས་ད་ལྟ་ཡག་པོ་ཞེ་པོ་ཅིག་ཡོང་བ་རེད་ད་མ་འོངས་པ་ལ་ཡིན་ནའི་དེ་དེ་བཞིན་ཡོང་ཡག་གི་དཔེ་མི་སྲིད་པའི་རེ་བ་ཆེན་པོ་ཡོད། གང་ཡིན་ཟེར་ན་ད་ལྟའི་མཁན་རིན་པོ་ཆེ་འདྲ་བོ་ཆགས་བཞག་ན་ལྟ་ཅི། མདོ་སྔགས་གཉིས་དང་ལྷག་པར་དུ་འཆད་རྩོད་རྩོམ་གསུམ་མཁས་བཟང་གསུམ་ལ་དཔེ་ནི་གཅིག། གང་ལ་ཡང་ཐོགས་པ་མེད་པའི་གི་ནི་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་ཅིག་ང་རང་ཚོ་དེའི་མཁན་པོའི་ཁྲི་ལ་ཡར་འཇོག་བསྡད་པ་དེ་འདྲས་ཅིག་ཆགས་བསྡད་ཡོད་རེད། ད་ཐེངས་བཀྲ་ཤིས་བློན་པོའི་དགོན་པའི་མཁན་པོ་སྐར་ཆེན་བློ་བཟང་ཤེས་རབ་མཆོག་ཡང་མཁན་པོ་བསྐོ་བཞག་བྱུང་བ་དེ། གྲྭ་ཚང་གི་དགེ་འདུན་པ་ཁག་ཅིག་གིས་དགོངས་ཚུལ་འདི་ལྟར་གསུངས་གནང་བྱུང། ང་རྒྱལ་ལ་ཡི་གེ་དྲུག་ཅིག། དེ་ནི་ཁས་ལེན་བྱ་ཆ་བཞག་པ་ཡིན་ན་དངོས་གནས་ཆ་ཚུལ་བཙོན་གསུམ་དང་ཐོས་བསམ་སྒོམ་གསུམ་དངོས་གནས་ཀྱི་བསྡུས་ནས་ཕྱག་ཆེན་ནམ་རྒྱུན་ནས་ཉམས་ལེན་གནང་བསྡད་མཁན་ཅིག་ཡོད་དངོས་གནས་ཁོ་རང་འོས་ཤིང་འཚམས་པ་ང་རང་ཆེ་བ་ཡིན་ན་དཔེ་མི་སྲིད་པའི་བཀའ་ཕོབ་དང་སྤྲོ་བ་ཤུགས་ཆེན་པོ་ཞུ་ཅིག་ལེགས་འདུག་ཁྱེད་ལ་མཁྱེན་པ་འཁོར་བ་དེ། མཁྱེན་རྟོགས་གསར་པ་ཡོང་རྒྱུའི་དགེ་བའི་བཤེས་གཉེན་ཆེན་མོ་རྒན་ཤར་ལགས་ཀྱི་ཡང་དཔེ་རྒན་ཁོ་རང་གིས་སྤྱི་དང་ནི་ཐུགས་ཀྱི་ཤེས་བྱ་ཕ་ཧང་སངས་ཡག་བསྡུ་བ་འཛིན་པ་མང་དུ་བསྡུ་བ་འཛིན་པ

མཁན་རིན་པོ་ཆེ་མཆོག་གིས་ཡབ་ཡུམ་སྐུ་འཁོར་དང་བཅས་ནང་མི་མི་བདུན་ཕེབས་གནང་འདུག་ལ། ཁོང་རྣམ་པ་ཐུགས་དགྱེས་ཚོར་ཆེན་པོ་བྱུང་ཞིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང་གྲྭ་ཚང་གི་མཐུན་འགྱུར་རྒྱབ་སྐྱོར་དང། དེ་ག་ནང་བཞིན་བཀའ་ཆེན་བློ་བཟང་ཤེས་རབ་ལགས་ཀྱི་འབད་བརྩོན་ལ་བརྟེན་ནས་ཁོང་སྐྱེས་བུ་བསྐོ་གཞག་བྱུང་བ་ཐུགས་དགྱེས་ཚོར་དང་བཀྲ་ཆེ། མ་འོངས་པར་མཁན་རིན་པོ་ཆེ་མཆོག་གི་ཐུགས་དགོངས་གཞི་བཟུང་གིས་ཕྱག་ལས་མཐའ་དག་ལམ་ལྷོང་ཡོང་བའི་སྨོན་འདུན་ཞུ་གི་ཡོད་ཅེས་གསུངས་གནང་བྱུང། དེ་རིང་མཁན་རིན་པོ་ཆེ་མཆོག་གིས་ཁྲེང་ཏུའི་མཛད་སྒོ་དེའི་ཐོག་ཡང་གདན་ས་གྲྭ་ཚང་ཁག་གི་མཁན་པོ་ཕྱག་མཛོད་རྣམ་པ་དང། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དྲུང་ཆེ་དང། གཞུང་ཞབས་ལས་ཟུར་དང་ཕྱོགས་བཞུགས་བོད་མི་མང། སྤྱི་འཐུས་གཙོས་པའི་ས་གནས་ཀྱི་ལས་སྣེ་དང་འཕྲིན་ནང་དད་ལྡན་ས་སྐྱ་མི་མང་རྣམས་མཉམ་ཞུགས་གནང་འདུག་རྒྱ་གར་ལྷོ་ཕྱོགས་འབར་གུ་བོའི་ཆོས་སྡེ་བཀྲ་ཤིས་བློན་པོའི་དགོན་པ་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱིས་གནས་ཚུལ་སྙན་སྒྲོན་ཞུས་ཡོད།